ཁོ་རང་ཕ་གི་གཞུག་མ་ཐུ་བའི་རྒྱུན་སྐྱེས་གར་ཆགས་བ་རེད། དེ་བཤད་དགོས་ཀྱི་རེད་བསམ་གྱི་འདུག། ཞེས་དེ།
ཏག་ཏག་ཚོད་མ་ཟིན་པའི་ཐོག་ནས། བསམ་མོལ་གནང་དུས་གཟབ་གཟབ་ཅིག་གནང་ཡ་དེ་གནད་འགག་ཅིག་རེད་ཤག། དེ་མི་གང་དྲན་དྲན་འདྲ་བོ་ཅིག་ལབ་ནས་ཏག་ཏག་བསྡད་ས་ཅིག་རེད་བས་མ་རེད་བས། ང་དེ་ལ་སྐད་དགུ་ཞུ་བས་མེད་ཞུ་བས། ཨུ་རུ་སུ་སྐུ་ཚབ་དོན་གཅོད་ལས་ཁུངས་ཁང་གི་རྒྱུན་གྲོན་འདི་སྙན་སྒྲོན་གནང་རོགས་གནང། བཀའ་ཁྲོལ་རྒྱབ་གཉེར་དེ་ཧིན་སྒོར་ས་ཡ་ལྔ་དང་ཉིས་ཁྲི་ཉིས་འབུམ་གཅིག་ཁྲི་བརྒྱད་སྟོང་བརྒྱད་བརྒྱ་ལྔ་བཅུ་ང་བརྒྱད་ཚོགས་ཆུང་ནས་དཔའ་ཆོས་གང་ཡང་མེད།
སྤྱི་འཐུས། ཇུ་ཆེན་དཀོན་མཆོག་ཆོས་སྒྲོན་ལགས། ད་ལྟ་འདི་ད་ཁོ་རང་དོན་གཅོད་ཁོ་རང་ད་ནས་སྙེ་མ་ནས་གནས་ཚུལ་ཤེས་རྟོགས་བྱུང་ཡོད་ལ་ས་གནས་ལ་བཞུགས་ཡོད་མ་རེད་ད་ད་ལྟ་གནས་སྟངས་འདི་ག་འདྲས་ཆགས་ཡོད་རེད། ས་གནས་ལ་ཡོད་ཡོད་རེད་ཡོད་མ་རེད། དེ་སྔོན་གྱི་གྲོས་ཚོགས་ནང་ལ་ངས་ཞུས་པ་གཞིར་བཟུང་གིས་ཨ་ནི་རུ་སོག་སྐུ་ཚབ་དོན་གཅོད་ལ་ཡ་རུ་སོག་གཞུང་གི་ངོས་ནས་ཨ་ནི་ང་ཚོ་དེ་ཞུ་རུ་བ་པ་འདི་སོ་སོ་ཆོག Foreign Agents བྱས་ནས་ཨ་ནི་དེ་འདྲས་ཀྱི་ཐོག་ནས་ད་ག་འདྲས་ནག་ཉེས་ཅིག་བཙུགས་ཡོད་པ་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་དེ་འདྲས་འདི་བཙུགས་པའི་རྐྱེན་གྱིས་ཨ་ནི་རུ་སོག་དོན་གཅོད་ད་ལྟ་རུ་སོག་ནང་ལ་ཡ་གཅིག་ཕེབས་ཐུབ་ཡས་ཀྱི་གནས་སྟངས་དེ་ཡོད་མ་རེད། གལ་སྲིད་ཕེབས་པ་ཡིན་པ་ཡིན་ན། འཛིན་བཟུང་བྱས་པ་མ་ཚད་བཀག་ཉར་ལོ་བདུན་བྱེད་ཡས་ཀྱི་ཉེན་ཁ་དེ་འདྲ་ཡོད་པ་གནས་སྟངས་གཅིག་གལ་སྲིད་སྔོན་མ་ངས་གྲོས་ཚོགས་འདི་ལ་ཞུས་ཟིན་པ་ཡིན། དེ་ཡིན་དུས་འདི་གནས་སྟངས་འདི་མུ་མཐུད་ནས་མུ་མཐུད་ནས་གནས་བསྡད་ཡོད་ཞེས་ནས་འདི་ཞུས་ཡས་ཡིན། དོན་གཅོད་ཁང་ནང་ལ་ནི་ལས་བྱེད་ག་ཚོད་ཡོད་རེད་ད་ལྟ་སོག་པོ་དངུལ་འབོར་འདི་འབུམ་ཉི་ཤུ་རྩ་བརྒྱད་བཀའ་འཁྲོལ་ཞུས་ཞག་འདི་བྱེད་དུས་ནི། ཅིག། དོན་གཅོད་ཁོ་རང་ས་གནས་ལ་མེད་པ་ཡིན་ནས་ཕོར་སྤྲད་ཆེད་ཨ་ནི་ཕྱག་ལས་གནང་བསྡད་ཀྱི་ཡོད་རེད་བས། ཨ་ནི་དེ་འདྲ་ཡིན་ན་ས་གནས་ལ་གལ་སྲིད་གནང་གི་ཡོད་པ་ཡིན་ན་ས་གནས་ལ་མེད་པའི་ཐོག་ནས་ཨ་ནི་ཕྱག་ལས་ག་འདྲས་སུ་གནང་གི་ཡོད་རེད། ད་ལྟ་ང་ཚོ་ལས་བྱེད་གཅིག་ཡོད། ལས་བྱེད་དྲུང་ཆེ་གཅིག་ཡོད། ད་ས་གནས་ལ་ད་མེད་པ། རེད་ཡིན་པ་ཡིན་ན་ད་ཁོ་རང་ཕལ་ཆེར་དེ་དྲུང་ཆེ་དང་ཁོ་རང་ཚོ་ཕྱག་ལས་གནང་སྟེ་དེ་དྲ་རྒྱ་གི་བརྒྱུད་ནས་ཨ་ནི་བཀོད་མངགས་གནང་ཡ་དང་ཕྱག་ལས་གནང་སྟེ་ཅིག་ད་ལྟ་དེ་འདྲས་ཀྱི་འགྲོ་དེ་གི་ཡོད་བྱས་ནས་དེ་ཞུ་ཡ་ཡིན། ད་དོན་གཅོད་ཀྱི་སོ་ཕོག་འདྲ་བོ་ཅིག་ཀུ་རེ་རྣམ་པ་ཀུ་རེ་སྤྱི་འཐུས་རྣམ་པ་ཚོ་གི་གལ་སྲིད་གཟིགས་པ་ཡིན་ན་སོ་ཕོག་གི་ད་ཅིག་སྡོམ་དེ་སྤྱི་ང་ཚོ་ནམ་རྒྱུན་གྱི་དོན་གཅོད་རྣམ་པ་ཚོ་ལ་ཕུལ་ཡ་གི་སྡོམ་དེ་ང་ཚོ་ཁྱི་དེ་ཡོད། ཡིན་པ་ཡིན་ན་ད་ལྟ་རུ་སོག་སྐུ་ཚབ་དོན་གཅོད་ལ་ཕུལ་ཡས་དེ་ང་ཚོ་གི་ཟླ་བ་གཅིག་ལ་འགྲོ་ལོ་གཅིག་སྟོང་གཅིག་མ་གཞི་ཕུལ་གི་ཡོད་མ་རེད་ད་སྤྱི་དང་དེ་དེ་ཡང་གསལ་བཤད་ཀྱི་ཚུལ་དུ་ངས་གཅིག་ཞུ་གི་ཡོད་དེ་ནང་ལ་སྔོན་རྩིས་ནང་ལ་ཁྱེར་དེ་དེ་གཅིག་དང་དངོས་ཡོད་ཀྱི་ཕུལ་དེ་དེ་དེ་འདྲ་གཅིག་རེད། གནས་ཐུག་མེད་པ་ཡིན་ན་ས་གནས་ལ་ཨ་འདུག་སི་དོན་གཅོད་མེད་པ་ཆེ་ན་ཞུ་མ་ཐེབས་པ་བྱས་ཨ་ནི་ཁོ་རང་ལ། བཟང་སྤྱོད་ཐོག་ནས་མ་དགོངས་པ་ཞུ་དགོས་དང་ཨ་ནི་དེ་མ་ཡིན་པའི་རུ་ས་གནས་རང་ལ། ཨུ་རུ་སུ་རང་ལ་ཨ་ནི་ལས་བྱེད་ཅིག་མི་ཡོད་པ་དེ་ཚོ་ཨ་ནི་ག་ལ་བར་ཤེས་བྱ་ཡོན་ཏན་ཡོད་ངེས་ཨ་ནི་ཁོ་རང་ཚོའི་ཕྱག་ལས་གནང་ཐུབ་ངེས་འགྲོ་བཅོལ་ཐུབ་པ་ཡིན་ན་ས་གནས་རང་ལ་ཕན་ཐོག་ཡོང་ངེས་དང་རྩ་དོན་ཐོག་ལ་ཕན་ཐོག་ཡོང་ངེས་ཀྱི་དེ་གནད་འགག་ཆགས་ཀྱི་འདུག་ས་གནས་ལ་མེད་པ་བྱས་འདུག་ཅེས་ང་ཚོ་ཕོག་སྤྲད་བསྡད་ཀྱི་ཡོད་པ་ཡིན་ན་ཨ་ནི་ང་ཚོ་སྒྲིག་འཛུགས་ལས་ཨ་ནི་ཕན་ག་ཡི་ཐོག་མི་འདུག་ཨ་ནི་ད་ག་སོ་བསྡད་དགོས་གལ་མི་འདུག་དེ་ཞུ་ཡིན། ད་ཡོད་ཀྱི་གོ་ཚབ་དོན་གཅོད་ཕལ་གྱི་ཕ་འཕེལ་ཐུབ་ཀྱི་ཡོད་མ་རེད་དེ། ཡང་འདི་ལ་ཚབ་ང་ཚོ་ཚབ་གསར་གཅིག་ང་ཚོ་བསྐོ་གཞག་བྱེད་དགོས་ཀྱི་ཡོད་རེད་བ། དེ་ང་ཚོ་རག་ཡ་གང་ལ་ད་ལྟ་དམིགས་བསལ་གྱི་ས་གནས་ནས་ང་ཚོ་བསྐོས་དགོས་ཀྱི་འདུག་ཞེས་ནས་གསུང་ཡ་དེ། ས་གནས་ལ་ད་ལྟ་ང་ཚོ་གི་ཞིབ་འཇུག་བྱེད་པའི་སྐབས་ལ་བོད་པ་ཞབས་བཅུ་དྲུག་ཅིག་ཡོད་ས་རེད་ཕི་གི་ལ་ས་ནི་དེ་རུ་སོ་རང་ནང་ལར་བ་ཨ་ནི་དེ་ཅིག་རེད་ཤག་ཨ་ནི་དེ་གང་ལ་འོས་ཆོས་ཚང་བ་ཞུ་དགོས་རེད་བས་དེ་འདྲས་ཅིག་ད་ལྟ་ང་ཚོ་ད་ལྟ་བཀའ་ཤག་གི་ངོས་ནས་གཟིགས་དང་གཟིགས་བཞིན་པ་ཅིག་ཆགས་བསྡད་ཀྱི་ཡོད་ཞེས་ནས་དེ་ཞུ་ཡ་ཡིན་ཨ་ནི་སྤྱི་བཏང་བཀའ་ཉན་ཅིག་དེ་ག་རེད་ཞེས་ནས་ཞུས་པ་ཡིན་ན་ཕྱི་ལོ་ནས་གལ་སྲིད་ང་ཚོ་གི་ད། སྐུ་ཚབ་དོན་གཅོད་གཅིག་བསྐོ་བཞག་གནང་བ་ཡིན་ན་དཀའ་ཉེན་དེ་ཡང་ཕི་གེ་རང་གིས་གཅིག་ཡིག་ཚད་གཅིག་བཏང་དགོས་ཀྱི་འདུག་ཨིན་དི་རྒྱལ་རབས་ཁོ་ཚོའི་ཀ་རེ་རུ་སོགས་ཀྱི་རྒྱལ་རབས་ཀྱི་ལོ་རྒྱུས་འདྲ་བོ་དང་མང་པོ་གཅིག་ད་ཅིག་ཕི་གེ་ལ་ལས་ཀ་བྱེད་ཡས་ཀྱི་ཆེད་དུར་བ་ཨ་ནི་ཆ་རྐྱེན་མང་པོ་གཅིག་འདུག་ཨ་ནི་དེའི་གི་དཀའ་ཉེན་བཅས་ཆ་འདེགས་འདུག་དེ་ཡིན་དུ་ས་གནས་ནས་ང་ཚོ་གཅིག་གཅིག་བལྟ་དགོས་ཡས་གནས་སྟངས་དང་དེ་འདྲས་ཀྱི་ཐོག་ནས་ད་ད་ལྟ་དུས་ཚོད་ལ་ཕར་འགྱངས་དེ་ང་ཚོ་ལོ་གཅིག་བྱས་པ་གི་གནས་སྟངས་གཅིག་ཆ་དེ་ཡོད་ཡིན་ན་ང་ཚོ་གི་ཚབ་གསར་དེ་ཚོད་དང་ཚོད་བཞིན་པ་ད་ལྟ་བྱས་ཏེ་ཡོད་ཞེས་ནན་ཏིག་ཞུ་བ་ཡིན། ད་ལྟར་ཡང་བཀའ་བློན་གྱི་བཀའ་ལས་གནང་སྟངས་ཚང་མ་གཅིག་མཐུན་ཡོང་དུས་ཚང་མ་ཁོ་ཕག་གང་ལྟར་ཀྱང་ང་ཚོའི་གྲོས་ཚོགས་པ་ཀུན་ཚབ་གཏོང་ཆོས་དེ་ད་ཕག་བདེ་མི་ཐུབ་པ་དེ་ས་བོ་ཁེ་བོ་རེད་འདུག་བ། ང་ཡང་གང་ཟག་སྒེར་ལ་དགའ་མི་དགའ་དེ་རིགས་རྩ་བ་ནས་མེད། ངོ་ནས་བྱས་ན་ང་གཉིས་གྲྭ་ཚང་གཅིག་པ་རེད། རི་ཁོང་སྒོ་མང་གྲྭ་ཚང་རེད། ད་ཡིན་ན་ཡང་ང་ཚོའི་ལས་དོན་འཛིན་གང་གི་ད་ཕག་ཤོག་ཁ་བདེ་མ་ཐུབ་བ་ཅིག་གིས་ལས་དོན་འདི་ག་རང་ཚོས་འགྲུབ་གི་ཡོད་ན་མེད་ན་བཅས་དེ་གྲོས་བ་ཆེ་ཤོས་ཚོ་རེད་བ། ཕར་ཕྱོགས་ལ་ང་རང་ཚོས་ང་རང་ཚོ་ཚོ་ན་གང་ལྟར་སྐུ་ཚབ་གཏོང་སྤྱོད་ག་ར་བཞག་ན་ཤེས་འཇོན་གཉིས་ལྡན་གི་གྲྭ་བ་དགོས་ན་བླ་མ་དགོས་ན་མི་སྐྱ་དགོས་ན་ཕོ་མོ་དགོས་ན་བཞག་ཡ་མང་པོ་ཞིག་འོ་ཅིག་འདུག་བ་ཡ། འོ་འདི་ཅིག་འདུག་ཅིག་ལུས་མཐའ་མེད་གི་ཁོ་མ་བཞག་ན་སྐད་ངར་ཡོད་ཡིན་པ་ཡིན་ན་ང་དེ་གང་སྐད་ཤོད་ཡ་མེད། ད་དེའི་རྒྱུ་མཚན་དུ་ཡོད་རྒྱུར་བ། དེ་ཅིག་སྐད་ངར་མོ་ཡིན་ན་དེ་ལ་ཨུར་ཚིག་དགག་གཟིགས་ཅིག་བརྒྱབ་དགོས་ཨེ་ན། ང་ཚོ།
དོན་གཅོད་བྱེད་མ་དང་མ་འདྲ་བ། སྔོན་མ་ཡིན་ན་ང་ཚོ་གི་ཚིག་གཟི་བརྗིད་ཆེན་པོའི་ཐོག་ནས་ཆེ་བསྟོད་སྐུ་ཚབ་ཟེར་ནས་ཐོག་ནས་བཞག་ཡོད་རེད་དེ་ཡིན་དུས་ད་ལྟ་འགྱུར་བ་བཏང་ཡག་ལ་སྔོན་མ་ཆེ་བསྟོད་སྐུ་ཚབ་ཐོག་ནས་ཨ་ནི། ཕལ་ཆེར་ངས་ཚོད་དཔག་བྱས་ཡག་དུས་ནོར་མེད་ན་དཀའ་འགྲེལ་གི་ཐོག་ནས་མ་ཡོང་བ་གི་གནས་སྟངས་དོན་འགྲིག་ཅིག་ཆགས་ཀྱི་ཡོད་དུས། ད་ལྟ་ཡང་ང་ཚོ་གི་དཔེ་དེ་གཅིག། དེ་ནི་གང་དྲན་དྲན་འདྲ་བོ་ཅིག་ལབ་ནས་ཏག་ཏག་བསྡད་ས་ཅིག་རེད་བས་མ་རེད་བས། དེ་ཡང་ང་ཚོས་ཧ་ཅིག་གོ་གི་འདུག་སྟེ་ཞོལ་ཡིན། ད་ལྟ་དེ་བདེན་པ་རང་རེད། ད་ང་ཚོ་ཚང་མ་ལ་སྐུ་ཚབ་དོན་གཅོད་སྐུ་ཚབ་དོན་གཅོད་ཟེར་ནས་གཅིག་པ་བྱས་ནས་གསུངས་བསྡད་དེ་དེ་ལ་ད་ལྟ་རུ་སོགས་སྐུ་ཚབ་དོན་གཅོད་དེ། ཆེས་མཐོའི་སྐུ་ཚབ།

མཚན་གནས་ཅིག་ཡོད་པ་ཅིག་བྱ་བསྡད་ཀྱི་ཡོད་རེད། དེ་ནང་བཞིན་དེ་ལས་གལ་ཆེ་གཅིག་དེ། ད་ལྟ་ཀུ་རེ་སྤྱི་འཐུས་མཆོག་གི་གསུང་ཡ་དེ། དེ་དེའི་བཀའ་འབྲེལ་ཅིག་གི་ཐོག་ནས་ཕེབས་པ་ཅིག་ཆགས་ཀྱི་ཡོད་མ་རེད་བས་ཞེས་ནས་གསུང་ཡ་དེ། ཨ་ནི་དེ་འདྲའི་ཅིག་གི་དམིགས་བསལ་གྱི་གནས་སྟངས་ཀྱི་ཐོག་ནས། ད་ལྟ་ནམ་རྒྱུན་དུ་ནས་དོན་གཅོད་གཞན་པ་འདྲ་བོ་ཅིག་ཡིན་ན་ལས་ཡུན་དེ། ད་འདིར་བ་བཞི་བྱས་བཞི་ནས་ང་ཚོ་ཕར་འགྱངས་བྱས་ནས་གཉིས་ཕར་འགྱངས་བྱས་ནས་དྲུག། བསྡོམས་པས་ཀྱི་དྲུག་ཆགས་བསྡད་ཀྱི་ཡོད་རེད། ད་ལྟ་རུ་སོག་སྐུ་ཚབ་དོན་གཅོད་ལྟ་བུ་ཞིག་ཡིན་པ་ཡིན་ན་ད་ལྟ་ལས་ཡུན་ད་ཕལ་ཆེར། དྲུག་ནས་བརྒྱད་པ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ཡིན་དུས་འདི་དམིགས་བསལ་གྱི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ཡིན་དུས་གང་ལ་ང་ཚོས་ཀྱི་ད་དེ་འདྲས་ཅིག་ཆགས་བསྡད་ཀྱི་ཡོད་ཞེས་ཞུས་པ་ཡིན་ན་ལོགས་སུ་ཐུགས་ཆེ། ཡུ་ཀེ་རེན་དང་ཨུ་རུ་སུ་དམག་གི་ཐོག་ནས་གནས་སྟངས་འབད་རྩ་ཁྲག་པོ་ཞིག་ཆགས་བསྡད་ཡོད་རེད་བ། དེའི་རྐྱེན་འབད་ཀྱིས་ལས་ཁུངས་ཁོ་རང་ལས་དོ་པོ་འགྲུག་འོག་རེད་འགྲུག་འོག་མ་རེད། ལས་ཁུངས་འདི། ཉིན་རེའི་ཚུགས་ཐུག་གུ་ཡོར་བས་ར། སྤྱི་བཏང་ད་ལྟ་དམག་འཁྲུག་གི་དཀའ་ཉེན་འདི་ཡོད་པ་ད་ང་ཚོ་ཚང་མ་མཁྱེན་གསལ་རེད། ཡིན་པ་ཡིན་ན་ལས་ཁུངས་འདི་ད་ལྟ་ང་ཚོ་འགྲོ་བསྡད་ཡོད་རེད་ཞེས་ནི་ཞུ་ཡན་ཡིན། ཨ་ནི་དེ་ལ་ལས་བྱེད་ཅིག་ཁོ་རང་གི་ཕྱག་ལས་དེ་ཚོ་ཡག་ཐག་གཅོད་ཅིག་ད་ལྟ། ལས་བྱེད་ཅིག་མ་ཞིག་ཡོད་མ་རེད་དེ་ཡིན་ན་ཁོ་རང་ཡག་ཐག་གཅོད་ཅིག་ད་ལྟ་བ་གནང་བསྡད་དེ་ཚོ་གནང་གི་འདུག་ཞེས་ནི་ཞུ་ཡས་ཅིག་ཡིན། ད་ལྟ།
ཕྱི་དྲིལ་བཀའ་བློན་དངོས་གནས་ཚིག་བེད་སྤྱོད་བཏང་སོང foreign། ཨེ་ཇིན། ཅི་ལབ་ནི། དེ་འདྲའི་གི་ཚིག་ངུ་མ་སི་རྒྱལ་ལ་འཐོག་འགྲོ་སོང་དེའི་གི་ཚག་ཚིག་ཚབ་ཆེན་པོ་རེད། ཨ་ནི་དེ་ལ་ངས་སྔོན་མ་ཞུས་ཡིན་ང་ཚོའི་སྔོན་ནས་གསལ་བཤད་གི་ཡི་གེ་འདྲ་བོ་ཞིག་བཏང་ན་ཡག་གི་མ་རེད་བས། དེ་ཡིན་ཤག་ཤག་བྱས་ནས་བཞག་དགོས་ཡ་འདུག་བས། སོགས།
གཞུང་གི་ངོས་ནས་ནག་ཉེས་དེ Foreign Agents བྱས་ནས་དེ་ནག་ཉེས་དེ་བཙུགས་ཡོད་རེད། དེ་ལ་ཡང་གསལ་བཤད་ཀྱི་ཡི་གེ་དེ་འདྲའི་ཁའི་གཏང་ཡོད་དམ་མེད་ཞེས་ནས་གསུངས་གནང་སོང། ད་ང་ཚོས་དེ་དེ་འདྲའི་ད་ལྟ་བར་དུ་ད་ངེད་ཀྱི་ཕྱི་དྲིལ་ངོས་ནས་ང་ཚོས་དེ་འདྲའི་གཏང་པ་དེ་འདྲའི་ཁའི་བྱུང་མེད།
ལུས་སྲོག་གི་དོན་གཅོད་ཀྱི་ཐོག་ནས་ཁོ་རང་ཕ་སྐད་ད་ལྟ་ཞུགས་ཐུག་གི་མེད་པ་གནས་སྟངས་གཅིག་གསུངས་རེད། དེ་ཡང་ང་ཚོ་མཁྱེན་དགོས་ཡ་དེ་ཁོ་རང་ཕ་སྐད་ཞུགས་མ་ཐུག་བའི་རྒྱུ་འགལ་ག་རེ་ཆགས་བ་རེད་དེ་བཤད་དགོས་ཀྱི་རེད་བསམ་གྱི་འདུག། ཞིབ་ཕྲ་ཞུས་ན། ག་འདྲའི་སྟབས་བདེ་གི་ཡོད་ན། ཡིན་ནས་ཡང་ད་ལྟ་ར་ཤི་ཡ་དང་ཡུ་ཀེ་རེན་གི་དམག་འཁྲུག་བྱུང་བ་སྐབས་སུ་ལ་ང་ཚོ་གྲོས་ཚོགས་ནས་རྣམ་འགྱུར་ག་འདྲས་ཇི་བསྟན་ཡིན་པས་དེའི་སྐབས་སུ་ང་ཚོ་ལངས་ཕྱོགས་ག་འདྲས་ཇི་འཛིན་ཡིན་པས། འཛིན་སྐྱོང་གི་ཐོག་ནས་ང་ཚོ་ལངས་ཕྱོགས་ག་འདྲས་ཇི་འཛིན་ཡིན་པས། དོན་ཚང་མ་དགོངས་པ་བཞེས་དགོས་ཀྱི་རེད་བསམ་གྱི་འདུག་ད་གང་ཟག་གཅིག་ཕ་གིའི་བཞུགས་ཐུབ་མ་ཐུབ་དེའི་རྐྱེན་པས་ཐོག་ནས་དཀའ་ངལ་ཅིག་ལ་སྡོམ་རྒྱག་ན་དེ་ངས་ཏག་ཏག་ཅིག་ལས་ཀྱི་བར་བསམ་གྱི་མི་འདུག་སྤྱིར་བཏང་བ་འདི་ཚོ་ཚོ་ཆོག་ང་ཚོ་འཐབ་རྩོད་ཀྱི་བརྒྱུད་རིམ་གྱི་ཐོག་ནས་སྐྱབས་མགོན་རིན་པོ་ཆེས་གཙོས་པའི་རྒན་རབས་པ་ཚོས་ཀྱི་ཕྱག་ལས་གནང་སྟངས་ཐོག་ནས་ཅིག་གཟིགས་པ་ཡིན་ན། འཛམ་བུ་གླིང་ནང་ལོ་ལ་གྲངས་མང་བྱུང་རེད་དམག་ཆེན་བྱུང་རེད་ཡིན་ན་ཡང་ང་ཚོ་ཕྱོགས་ཚང་མ་ལ་སྙོབ་ཅེས་གོམ་པ་རྒྱག་ནས་ད་ལྟ་བར་དུ་འགྲོ་བཏུལ་རུ་བ་བྱས་ཙང་ར་ཤ་ཡ་འདི་དཔེ་མི་སྲིད་གནད་འགག་ཆེན་པོ་རུ་བ། དེ་ཡིན་དུ་འཛམ་བུ་གླིང་གི་ཆབ་སྲིད་ཀྱི་འཕུར་སྒྱུར་ཐོག་ལ་ང་རང་ཚོ་དགོངས་པ་ག་འདྲས་ཤིག་རྒྱག་དགོས་ཀྱི་འདུག་དེའི་དགོངས་པ་ཞེས་པའི་ཐོག་ནས་ཡར་འགྲོ་ཡ་ཆགས་བསྡད་ཀྱི་ཡོད་རེད་པ། དོན་ཚང་མ་ང་ཚོ་ཏེས་ཅིག་ཡང་སོ་སོས་སོ་སོ་དྲན་གསོ་བྱས་དགོས་ཀྱི་འདུག་བསམ་དགོས་འདུག་དེ་དང་མཉམ་དུ་པཎྜི་ཚོགས་གཙོ་མཆོག་ད་ལྟ་ཕྱག་སྦྲེལ་སྤྱི་འཐུས་གསུངས་སོང། དོན་གཅོད་ཁོ་རང་འདྲ་བོ་བྱས་ན་དམིགས་བསལ་གྱི་ཨ་ནི་མཚན་གནས་ཀྱི་ཐོག་ནས་ཞུ་བ་དེ་རྒྱུ་འགན་བྱས་ཡོད་རེད་པ། ར་ཤི་ཡ་དེ་གནད་འགག་ཆེན་པོ་ཡིན་པ་ཁར་ལྷག་པར་དུ་ཀལ་མིག་དང་སྦུར་ཡ་དང་ནང་པའི་གི། རྗེས་དྲན་པ་མང་པོ་བཞུགས་ཅིག་ཕ་སྐད་ལས་ཡོད་རེད། ཁོང་འདྲ་བོ་ཆེ་ན་ཚང་མའི་སྐད་ད་འདྲ། དད་མོས་བྱེད་ས་ཅིག་ཆགས་བསྡད་འདུག་ཁོང་ག་བ་ཞུ་གི་ཡོད་མེད་ལ་མ་ལྟོས་བ། དེའི་དགེ་ནང་པའི་དགེ། ཨ་ནི། སྟོབས་ཤུགས་ལ་ན་རེ་དེའི་དགེ། ཁོང་ལ་བརྩི་བཀུར་ཅིག་གནང་གི་ཡོད་རེད་བ། བྱས་ཙང་ད་རིང་འདའི་བཀའ་མོས་ཀྱི་ཁྲོད་ནས། ཕྱག་ལས་གནང་འདུག་གནང་རེད་ད་འདས་ཀྱི་གནས་སྟངས་བ་ལ་ད། ཅིག་ལམ་སང་སྐོར་ཐག་གཅོད་བྱས། བྱས་ན་འགྲིག་གི་རེད་ཡིན་ནའི་ཡང་འདི་རྒྱུན་སྐད་གང་ཚ། གང་ཚ་གཅིག་ལ་སྤུག་ན་ངས་ཏག་ཏག་ཅིག་འདས་གི་ཨ་ཡོད་ན་བསམ་གི་འདུག་དེ་དང་མཉམ་དུ་བྷནྡྷ་སོ་སོ་མཆོག། ཉེ་ལམ་ར་ཤ་དུས་མཆོད་ཀྱི་ཐོག་ནས། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་དང་འབྲེལ་བའི་ཐོག་ནས། རྡ་རམ་ས་ལ་ལ་སོག་པོ་ནས། ཉམས་ཞིབ་པ་མཁས་དབང་ལྷག་པར་དུ་གཞུང་དང་འབྲེལ་བ་ཡོད་པ་མི་སྣ་དེ་གདན་འདྲེན་ཞུ་ཆེད། བོད་དང་ར་ཤ་གི། བོད་དང་སོག་པོ་གི་ཐོག་ལ་ལོ་རྒྱུས་རང་བཞིན་གྱི་དེ་ཚོགས་འདུ་ཅིག་ཚོགས་བ་རེད་སོ་སོ་བཅའ་ཡ་བྱུང་སོང། གནད་འགག་ཆེན་པོ་རེད་སྐྱབས་མགོན་རིན་པོ་ཆེ་ཉིས་སྟོང་བཅུ་དྲུག་ལ་སོག་པོ་ཕལ་ཐོར་བ། ད་ལྟ་ཁོང་བཞུགས་ས་དེ་ཕ་གིའི་སོག་པོ་ལ་བཞུགས་འདུག་བ། ཉེ་ལམ། སོག་པོ་ལ། འཁྲུངས་སྐར་ག་འདྲས་ཅིག་སྲུང་བརྩི་ཞུས་སོང། དེ་ཚང་མ་ང་ཚོ་དགོངས་པ་བཞེས་དགོས་སྐོར་བ། དེ་སོག་པོ་དང་ར་ཤ་སྤྱི་ཡོངས་ཀྱིས་ཁོང་གི་དོན་གཅོད་བྱ་དགོས་ར་ཡིན་ན་ཡང། ད་ལྟའི་གི་ཆབ་སྲིད་ཀྱི་གནས་བབ་ཀྱི་ཐོག་ནས། གཅིག་བྱས་ན་ད་ཡར། གོམ་པ་རྒྱབ་འདུག་དཀའ་ངལ་ཅིག་འཕྲད་ཀྱི་ཡོད་རྒྱུར་དེ་ཡིན་ན་དེ་གང་ཟག་གཅིག་ལ་དཔག་དཔུང་བྱས་ནས་ཧ་ལམ་ཅིག། ཐག་གཅོད་འགྲོ་འོ་ཅིག་གི་རྣམ་པ་འཕྲོད་ཅིག་འགྲོ་ན་དེ་ངས་ཏག་ཏག་ཅིག་བསྡད་ཀྱི་མི་འདུག་བསམ་གྱི་འདུག་ཁོང་གིས་ད་ལྟ་བར་དུ་ཕྱག་ལས་གནང་ཡོད་རེད། མུ་མཐུད་ནས་གནང་གི་རེད། དེ་ག་ནང་བཞིན་ལོ་རྒྱུས་ཀྱི་ཐོག་ནས་དེ། གནད་འགག་ཆེན་པོ་རེད་བསམ་གྱི་འདུག་དེ་ང་རང་བསམ་ཚུལ་ཡིན། ད་ལྟ་དོན་གཅོད་ཁོ་རང་ཚད་གནས་ཆེན་པོ་ཞུགས་ཀྱི་ཡིན་པ་རེད་བ། བུ་རི་ཡལ་གྱི་སྟག་བླ་མ་གཙོ་བོ་འདྲ་བོ་ཅིག་ཡིན་པ་ཏེ་ལོ་རིན་པོ་ཆེ་ད་མིང་མ་བཏགས་ན། ཁོ་རང་ལ་དང་པོ་ཁོ་རང་ལ་ཡང་སྐུ་ཤ་གནང་ཡ་ཁོ་རང་གས་ཡང་མང་པོ་ཅིག་བ་ཆེ་མཐོང་གི་ཐོག་ནས་ཆེ་མཐོང་གི་སྟབས་དམིགས་བསལ་སྐུ་ཚབ་འདྲ་བོ་ཅིག་ར། ཆེ་བསྟོད་ཀྱི་སྐུ་ཚབ་ལ་ནི་ལྟ་ཚུལ་གནང་ཡོད་རེད་བ་ལ། འདི་ཡང་འདི་འདེད་བྱེད་ནི་ང་ཚོས་ཀྱིས་བཀའ་མོལ་གནང་དུས་ཟབ་ས་ཞིག་གནང་ཡ་འདི་གནད་འགག་ཅིག་རེད་ཤག་བསམ་གྱི་འདུག་རེད་བ། ད་ལྟ་ལས་ཁུངས་ཁོ་རང་ད་ལྟ་ཚུགས་མ་ཐུབ་དུས་ད་ལྟའི་ཆ་ལ་འཛིན་སྐྱོང་གི་དགོངས་པ་ཞལ་ཞིག་དུ་བ་ལ། ལོ་གཅིག་རིང་ག་ད་ལྟ་དེ་འདྲ་བཞག་བྱས་འདི་ནས། ཨ་ནི་དེ་ནས་མ་བཟང་སྤྱོད་ཀྱི་ཐོག་ནས་ཁོ་རང་རང་གི་དགོངས་པ་གི་ཐོག་ནས་གནང་ཐུབ་ན་ཆེ་མཐོང་རང་གི་ཐོག་ནས་ཕེར་རེ་ཆེ་མཐོང་རང་གི་ཐོག་ནས་ཕར་གནང་ཐུབ་ན།

མཚན་གནས་རྗེས་འབྲེལ་ཐོག་ནས་བཀའ་མོལ་གསུང་གི་ཡོད་རེད། མཚན་གནས་རྗེས་འབྲེལ་ཐོག་ནས་བཀའ་མོལ་གསུང་གི་ཡོད་རེད་དེ་ངས་ཤེས་ཀྱི་ཡོད། ཤེས་བའི་ཐོག་ནས་བཟང་སྤྱོད་ཐོག་ནས་དགོངས་པ་ཞུས་ན་ཁོ་རང་གིས་ཞུས་ན་ཡག་པོ་ཡོད་རེད་ལབ་ཞུས་པས། ཡིན་ནའི་མཚན་གནས་རྗེས་འབྲེལ་ཐོག་ནས་ཡོད་ལབ་མཁན་ང་ཚོ་ཞག་ཞག་ན་འགྲིག་གི་ཡོད་མ་རེད། མཚན་གནས་རྗེས་འབྲེལ་ཐོག་ནས་བསྐྱོད་པ་དེ་ཡག་ཞུ་ས་ཡོད་རེད། ད་ལྟ་བཀའ་བློན་གྱིས་གསུངས་སོ། མི་ཕར་འགྲོ་ས་མེད་པ་འགྲོ་བ་ཡིན་ན། བཙན་འཛུལ་བྱས་ནས་ཡར་ལོ་བདུན་ཟེར། ག་ས་བཙོན་ཁང་ན་བཅུག་ཡ་ཡིན་པ་གསལ་བོ་གསུངས་སོ། ད་དེ་འདྲའི་ཕྱིན་ན་འུ་ཚོ་རྒྱ་ནས་མཚན་གནས་རྗེས་འབྲེལ་ལ་ཞག་ཞག་ན་འགྲིག་གི་ཡོད་མ་རེད་བ་ང་ཚོས། ད་ཡུཀ་རེན་དང་ཚོགས་གཙོ་མཆོག་ར་ཤི་ཡའི་རྙོག་དྲ་བྱུང་བའི་ཐོག་ནས་ད་ལྟ་རིན་པོ་ཆེ་ཕ་ཕེ་མ་ཐོས་མར་ད་ངས་གོ་ཡ་ལ་རིན་པོ་ཆེ་ཁོ་རང་གི་ཞེ་དེ་ཏག་ཏག་ཚོས་མ་ཟིན་པའི་ཐོག་ནས་ཨ་ནི་བཀའ་མོལ་འདྲ་མ་འདྲ་གསུངས་ཙང་ཁོ་རང་ཕེ་མ་ཐུ་བ་ཆགས་རེད་མ་གཏོགས་ར་ཤི་ཡ་དང་ཡུཀ་རེན་གྱི་རྙོག་དྲ་ལ་བལྟས་ནས་རིན་པོ་ཆེ་ཕེ་མ་ཐོས་མར་ད་འདི་མཁྱེན་པ་བྱེའུ་རེད། ད་ངས་ཤེས་ཡ་དེ་འདི་རེད། ད་ད་ལྟ་རུ་སོག་དང་ཡུ་ཀེ་རེན་གྱི་དམག་འཁྲུག་འདི་འདི་གི་རྐྱེན་པས་འདི་གི་ཐོག་ལ་ཨ་ནི་འདི་གི་ཐོག་ལ་ད་དཔེ་ན་ཆ་ཤེས་ན་གྲོས་ཚོགས་ཀྱི་ཐོག་ནས་འདི་སྐབས་ལ་ལངས་ཕྱོགས་འཛིན་སྟངས་འཛིན་སྐྱོང་གི་ཐོག་ནས་ལངས་ཕྱོགས་འཛིན་སྟངས་འདི་ན་བཞིན་རུ་སོག་སྐུ་ཚབ་ཀྱི་ཐོག་ནས་འདི་སྐབས་ལངས་ཕྱོགས་གཅིག་འཛིན་པའི་ཐོག་ནས། ད་བཀའ་མོལ་ཡིན་ན་རེད་ད་དེ་ཚོ་ཚང་མ་གི་ཐོག་ནས་ཨཱ་ནི་ཅིག་བྱུང་པ་ཅིག་ད་དེའི་རྒྱུ་རྐྱེན་གཙོ་བོ་ཅིག་རེད་བྱས་ནས་ངས་ཞུ་གི་ཡོད་ཨཱ་ནི་དེ་ན་བཞིན་གི་ད་ད་ལྟ་ཁོ་རང་ལ་ཅིག་ཆེ་མཐོང་ཆེན་པོ་ཡོད་པ་སྐལ་མིག་ལྟ་བུར་གཡག་དང་ནང་པའི་གི་རྗེས་འཇུག་པ་མང་པོ་ཡོད་པ་ད་དེ་ཚང་མ་དངོས་གནས་ཚོ་རང་རེད་དེ་ཚོ་ཡོད་པའི་རྐྱེན་གི་ཨཱ་ནི་ད་ད་ཆེ་བསྟོད་གི་མཚན་གནས་དང་ཨཱ་ནི་ད་ད་བར་དུ་སྐུ་ཚབ་ཀྱི་ལས་འགན་དེ་འདྲ་ཕུལ་བ་གྱིས་གནས་སྟངས་གཅིག་ཕྱོགས་མང་པོ་གཅིག་ནས་འདི་གནང་པ་ཅིག་ཆགས་བསྡད་ཀྱི་ཡོད་རེད་བྱས་ནས་འདི་ཞུ་ཡ་ཡིན། དེ་ནས། ད་ལྟ་སྤྱི་བཏང་ཕ་རོལ་སོགས་ལ་ཕེབས་ཐུབ་ཀྱི་ཡོད་མ་རེད་དེ། ཡིན་པ་ཡིན་ན་ཕྱི་ལ་བཞུགས་ནས་ཡང་ཕྱག་ལས་ཅེས་གནང་གི་ཡོད་མ་རེད་བས་བྱས་ནས་གསུངས་པ་ཡིན་ན་འདི་མ་རེད་བྱས་ནས་ཞུ་ཡ་ཡིན། ད་ལྟ་ཆོས་ཕྱོགས་ཀྱི་ཐོག་ནས་རེད། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ནང་ལ། ནི་ད་ལྟ་སོག་པོ་དང་བོད་སོག་གི་ཐོག་ལ་བགྲོ་གླེང་ཚོགས་ཆེན་གཅིག་ཚོགས་པ་རེད་དེ་སྐབས་ལ་གཞུང་གི་གནད་ཡོད་མི་སྣ་དང་མང་པོ་ཅིག་ཁོང་གིས་ཁྲིད་པ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ན་བཞིན་ད་ལྟ་མོན་གྷོ་ལ་དེ་འདྲའི་དགོན་པ་ཁག་རེད་དེ་ན་བཞིན་སྐྱབས་མགོན་རིན་པོ་ཆེ་བོད་ག་ཡ་ལ་བཞུགས་པའི་དང་ལ་དྭགས་ལ་ཕེབས་པ་དེ་ཚོ་སྐབས་ལ་ཡི་མང་པོ་ཅིག་དེ་འདྲའི་གི་ཕྱག་ལས་དེ་ཚོ་མུ་མཐུད་ནས་གནང་དང་གནང་བཞིན་པ་རེད་བྱས་ནས་འདི་ཞུ་བ་ཡིན། དགའ་བསུ།
སྐབས་འདིར་ཡོད་པའི་ཐོག་ནས། ཁོ་འདི་ནས་ཅིག་ཕ་བཞག་གི་ཡོད་ན་ནི་ང་དེ་ལ་སྐད་དགུ་ཞུ་བས་མེད་ཞུ་བས་གང་ཡིན་ཟེར་ན། བསྟན་འཛིན་འདི་ལ་རྒྱུ་མཚན་དགོས་པ་དམིགས་ཡུལ་མང་པོ་ཞིག་ཡོད་རེད། ང་ཚོའི་བོད་བསྟན་སྲིད་མི་རིགས་འདི་ལ་ཤ་ཚ་ན། ད་རྒྱ་རིན་པོ་ཆེ་འཛིན་མེད་དེ་ས་བོ་རེད་ཁོང་ལ་ཕུགས་རྒྱང་རིང་བོ་དོར་ནས་གནད་འགག་བཟོ་བས་ས་བོ་རེད་ཞུ་བ་ཡིན། དེ་མིན་པའི་དབང་དུ་བཏང་ན། ད་ཉིད་ངས་ཞུ་བ་དེ་སོ་སོ་ཅིག་ཕར་འགྲོ་ཚུར་འགྲོ་ལ་ཅིག་རོགས་པ་གྱིས་ད་ཅིག་གྲོགས་པོ་ཟེར་དགའ་བོ་བྱས་ནས་རྒྱབ་སྐྱོར་བྱེད་མཁན་གྱི་ལུགས་སྲོལ་དེ་ང་མེད་ཞུ་བ་ཡིན།